ཆོས་གྲོགས་ལང་རྒྱལ་ཚང་མ་ལ་སྔ་དྲོ་བདེ་ལེགས་ཞུས་ཏེ་དེ་ནས་ཆོས་བརྒྱུད་ཀྱི་ཕྱག་སྤེལ་འཚམས་པོ་འདི་འགྲེལ་བཤད་ཞུས་པ་ཡིན། དེ་ནས་འདི་རིང་གི་སློབ་ཚན། ཆོས་བརྒྱུད་ཀྱི་དེ་ནི་ཤོ་ལོ་ཀ་ཉི་ཤུ་རྩ་དྲུག་པ། དེ་ནི་ཕྱག་སྤེལ་ཁོ་ན་གཟིགས་ས་མཛད་ན། འགྲོ་བ་ཀུན་གྱི་དགའ་བའི་རྒྱུ། སེམས་ཅན་སྡུག་བསྔལ་བརྩེར་གྱུར་པ་རིན་ཆེན་སེམས་ཀྱི་བསོད་ནམས་གང་དེ་ལ་ཇི་ལྟར་ཞལ་གྱིས་བླངས་ཟེར་རེ་གཟུགས་བརྙན་འབེབས་གསུང་འདུག་གཟུགས་བརྙན་འབེབས་གསུང་འདུག་གཟུགས་བརྙན་འབེབས་གསུང་བ་མཛད་འདུག་ག་ལ།

ཡང་ན་མི་གཞན་དག་ཀུན་ན་འདྲ། ནི་སྐུ་གཟུགས་ཆེ་བ་ནི་འོག་གཞུག་སྙམ་པོ། དེ་ནི་ད། གཞན་གྱི་དོན་དག་ལ་དེ་ནི་བྱང་ཆུབ་ཀྱི་སེམས་ཟེར་གྱི་མི་སྐད་ཆ་སུ་དང་བོར་དོང་ངམ། རང་གི་དོན་དག་ལ་ཡང་དེ་ནི་བྱང་ཆུབ་ཀྱི་སེམས། སྐྱེད་མ་ནོག། རང་གི་ཕ་མའི་དོན་དག་ལ་སྐྱེད་མ་ནོག་རང་གི་དགེ་རྒན་གྱི་དོན་དག་ལ་སྐྱེད་མ་ནོག་མཛའ་ཡི་ངོ་ཤེས་དོན་དག་ལ་ཡང་བྱང་ཆུབ་ཀྱི་སེམས་སྐྱེད་མ་ནོག། དེ་ནས་ང་དང་ཨི་ཟུག་ག་དེ་ནས་བྱང་ཆུབ་ཀྱི་སེམས་བསྐྱེད་མཁན་པོ་སྟེང་ག་ནས་དགེ་བའི་བཤེས་གཉེན་གཅིག་གིས་དེ་ནས་ང་དང་ལབ་ཟེར་དེ་གཟུགས་གཅིག་ལ་དེ་ནས་རྩ་བིག་གཅིག་བསམ་བློ་བཏང་བྱ་ཐུབ་བྱ་སོགས་ཡང་མ་དགའ་བ་བཟང་པོ་ནོ། དེ་བས་སོང་བས་དེ་ནས་བྱང་ཆུབ་ཀྱི་སེམས་པོ། མ་སྐྱེས་པ་སྐྱེ་བཅུག་བྱ་དང་སྐྱེས་པ། དེ་ནས་ང་དང་དགོངས་འཕེལ་དུ་བཏང་གོ་ཟེར་ནོ། འོང་ཟེར་དང་འཇུག་སྡོམ་དེ་གཟུགས་གཅིག་བརྒྱབ་ས་ལས་མོས་པ་བྱང་ཆུབ་ཀྱི་སེམས། ད་དེ་རིང་ང་དང་འཇུག་པ་བྱང་ཆུབ་ཀྱི་སེམས་པོ། དེ་ནས། སེམས་ཀྱི་ཕ་ཡོན་པོ་དེ་ནི་ང་དང་རྟོག་ཐོག་ཇུས་ཏེ་དེ་ནི་ཞུས་པ་ཡིན་ན་ཨིས་ཀྱིས་ངོ་སྤྲོད་མཛད་དེ་འདུག་ག་ལ། འགྲོ་བ་ཀུན་གྱི་དགའ་བའི་རྒྱུ་གསུང་བ་མཛད་འདུག་ག་ལ། འགྲོ་བ་ཀུན་མཛེས་སྙམ་པོ། དེ་ནི་སེམས་ཅན་ཐམས་ཅད་ཡང་ན་དབུགས་ཉིད་ཡོད་མཁན་ཚང་མ་ཡང་ན་སེམས་ཡོད་མཁན་ཚང་མ་ཞུས་ཏེ་ནོ་ཡང་ན་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ཞུས་ཏེ་ནོ་ལ། འགྲོ་བ་ཀུན་མཛེས་སྙམ་པོ་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད། དགའ་བའི་རྒྱུ་ཞོ་སྙམ་པོ་ཅི་ཞུས་ཏེ་ནོག་ཙེ་ན་དགའ་བ་ཟེར་ན་སྐྱིད་པོ་ཞུས་ཏེ་ནོག་པ་སྐྱིད་པོ་ཡོང་བྱས། ཚེ་འདིའི་སྐྱིད་པོ་ཡོང་བྱས། ཚེ་ཕྱི་མའི་སྐྱིད་པོ་ཡོང་བྱས། རང་ལ་སྐྱིད་པོ་ཡོང་བྱས། གཞན་ལ་སྐྱིད་པོ་ཡོང་བྱས། ཨོ་ཏོ་ཅི་ནོག་ཞོ་སྙམ་པོ། ཕས་ཚོགས་ཤིག་ཡིན་ན་དེ་ནི་བྱང་ཆུབ་ཀྱི་སེམས་ཀྱིས་ཅི་སྐྱོང་ནོག་ཞོ་སྙམ་པོ། དེ་ནི་བདག་སར་སྐྱིད་པོ་དང་ནོག་ཚེ་འདི་ལ་དེ་ནི་ང་དང་ནད་ན་ཚ་མི་ཡོང་བྱས་བྱང་ཆུབ་ཀྱི་སེམས་པས་དེ་ནི་སྐྱོ་ཐུབ་པ་ནོག་བྱང་ཆུབ་ཀྱི་སེམས་དེ་ནི་ཡོད་མཁན་གྱི་ཡིན་པ་ཡིན་ན་དེ་ནི། ང་དང་ནད་སྣ་ཚགས་ཡིན་ན་དེ་ནི་རྒྱལ་ཆ་བྱས། དེ་ནི་བྱང་ཆུབ་ཀྱི་སེམས་ཡོན་ང་དང་ཉམས་ལེན་མཛད་མཁན་ཞིག་ཡིན་པ་ཡིན་ན་ཚེ་ཕྱི་མ་ཡིན་པ་ཡིན་ན་ཡང་དེ་ནི་ང་དང། དང་ཚེ་འདིའི་སྐབས་དེ་ནི་ང་དང་ཤི་གོ་ཤི་བྱ་ཟེར་དེ་ནི་ང་དྲན་མཛད་ནོ་ཡང་ན་ཤི་བྱ་ཟེར་དུས་ཚོད་དེ་སྐབས་སྡུག་པོ་མང་པོས་མྱོང་མོ་གོ་ཟེར་ཤི་གོ་ཤི་བྱ་ཟེར་དེ་ནི་ང་དང་བྱང་ཆུབ་ཀྱི་སེམས་མཛད་མཁན་པོ་ཡོད་པ་ཡིན་ན་དེ་ནི་ཚེ་ཕྱི་མ་དེ་ནི་ངན་སོང་བ་སྐྱེ་མོ་གོ་ཤ་ཟེར་དེ་ནི། རྟོག་དང་ཡིན་དང་ཡིན་དེ་ནི་ཚེ་བྱང་ཆུབ་ཀྱི་སེམས་ཟེར་མཁན་པོ་ཡོད་པ་ཡིན་ན། དེ་ནི་ཚེ་ཕྱི་མ་ལྷ་དང་མིའི་མགོ་འཕང་ཐོབ་བྱེད་དང་པོ་ཡིན་པར་བྱེད། རྟོག་དང་བོར་དང་དེ་ནི་ང་དང་སྐྱེ་བ་མང་པོའི་རིང་ང་དེ་ནི་མངོན་མཐོ་བ་སྐྱེད་བྱེད། རྟོག་དང་བོར་དང་དེ་ནི་བྱང་ཆུབ་ཀྱི་སེམས་ཟེར་མཁན་པོ་ཡོད་པ་ཡིན་ན། དེ་ནི་ང་ཐར་པའི་མགོ་འཕང་ཐོབ་ཡོང་ནོ། བྱང་ཆུབ་ཀྱི་སེམས་ཟེར་མཁན་པོ་ཡོད་པ་ཡིན་ན་ཐམས་ཅད་མཁྱེན་པའི་མགོ་འཕང་ཐོབ་ཡོང་ནོ། སྒྲོ་འདོགས་ཆོད་པ་ཡིན་ན་འགྲོ་བ་སེམས་ཅན་ཐམས་ཅད་ཡང་ན་འགྲོ་བ་ཀུན་གྱི་དགའ་བའི་རྒྱུའོ་ཟེར་སྙམ་པོ། འགྲོ་བ་ཐམས་ཅད་ལ་སྐྱིད་པོ་ཡོང་བྱེད་ཀྱི་རྒྱུའོ་ཞེས་བསྟན་ནོ་ང་ལ། འགྲོ་བ་སུ་ཞིག་ཡིན་པ་ཡིན་ན་སྐྱིད་པོ་ཡོང་དགོས་སུ་ནོག་པ་སྐྱིད་པོ་ག་སུ་ཡོང་ནོག་སུ་ནས་བྱང་ཆུབ་ཀྱི་སེམས་སྦྱངས་པ་ཡིན་ན་ཚེ་འདི་སྐྱིད་པོས་ཚེ་ཕྱི་མ་སྐྱིད་པ་རང་སྐྱིད་པ་གཞན་སྐྱིད་པ་དེ་ནི་སྐྱེ་བ་ནས་ཚེ་རབས་མང་པོ་ལ་སྐྱིད་པོ་ཡོང་ནོག་ཞུ་བྱས་སོ་ལ་འགྲོ་བ་ཀུན་གྱི་དགའ་བའི་རྒྱུ། ད་འགྲོ་བ་སེམས་ཅན་ཐམས་ཅད་ལ་སྐྱིད་པོ་ཡོང་བྱས་སུ་རྒྱུ་བྱིན་ནོག་ཞུ་སྙམ། སེམས་ཅན་སྡུག་བསྔལ་བརྩིར་གྱུར་པ།

སེམས་ཅན་སྡུག་བསྔལ་ལ་སོང་བ་ལས་སེམས་ཅན་དེ་ཚང་མ་ལ་དེ་ཚོའི་སྡུག་བསྔལ་བརྗོད་དགག་པ། དེའི་སྡུག་བསྔལ་པོ་སེལ་བྱ་ཟེ། དེའི་སྡུག་བསྔལ་པོ་ནད་ཀྱི་ཚོགས་ཤིག་ལ་ངོས་འཛིན་བྱོས་པ་ཡིན་ན་སྡུག་བསྔལ་ལས་ནད་པོ། སེལ་བྱ་ཟེ་ནི་རྩིར་གྱུར་པ་ཟེ་ཉེ་རུ་སེལ་བྱ་ཅན་དེའི་མེ་ནི་སྙིང་པོའོ་ཞེས་བསྟན་བ་ལ། རྩིར་ཟེ་ཉེ་པོ་སྙིང་པོ་ལ་གོ། སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ལས་ནད་པོ་སེལ་བྱ་ཅན་ནི།

དེ་ནས་ནམ་མཁའ་ཁོ་རང་ཤོ་ང་མ་ནོ་ཟེར་རེ་དེ་ནས་མདོ་སྡོ་ཆོས་པ་ཡིན་ན་འཇུག་པ་བྱང་ཆུབ་ཀྱི་སེམས་ཀྱི་བ་ཡོན་པོ་གེ་རེ་བྲང་དང་ཚེ་དང་མཐའ་ཡས་པ་ཅིག་སོང་བ་ཟེར་ནི་སུ་གཅིག་གི་ལྟོ་ལ་ཚད་རྒྱབ་ཐུག་ཆ་མི་རྒྱག་གཞལ་ཐུག་ཆ་མི་རྒྱག་ཟེར་ན་དེ་ནི་ཟག་བཅས་ཆོས་པ་ཡིན་ནི་ཨི་ཟད་ཅིག་འདུག་ཨི་ཟད་ཅིག་འདུག་མ་ནི་བཤད་ཁོ་རང་ཐུག་ཆ་མི་རྒྱག་ནི་དེ་ནི་གཟུགས་ཀྱི་བསོད་ནམས་ཀྱི་ནོ་སོང་བ་མཛད་དེ་ནོ་ཡ་གླིང།